དེ་ནས་ད་ཅིག་ཤོ་གོ་བསམ་པའི་རྒྱལ། འོ་རེད། འཕྲོད་བསྟེན་གྱི་ཐོག་ནས་ཅིག་ཞུ་ཡ་ཡོད་ད་ང་ཚོ་དེ་སྤྱི་བཏང་ཆོས་འཆད་ཉན་གྱི་སྐབས་སུ་ཆོས་ཞུ་བ་པོ་ཐམས་ཅད་ཀྱི་འདི་ནི་དབུ་ལ་ཡ་དབུ་ཞྭ་ཆོས་ཡ་དང་ཅིག་ད་དེ་ཚོ་བྲལ་ཏེ་སྤྱི་བཏང་དུས་རྒྱུན་ང་ཚོ་ཆོས་འཆད་ཉན་སྐབས་སུ་མ་གུས་པའི་སྐད་ཆ་བཤད་ཀྱི་ཡོད་རེད། ད་ལྟ་སྤྱོད་འཇུག་གནང་ལ་ཡང། གདུགས་དང་འཁར་བ་མཚོན་ཐོགས་དང་མགོ་བོ་གཡོགས་པ་དག་ལ་མནན། མགོ་བོ་གཡོགས་ན་ཆོས་མ་བཤད་གསུངས་འདུག་བ། ཨོ་ཐུགས་སེ་རེད་ཡིན་ན་ཡང་ད་གནམ་གཤིས་གྲང་མོ་བྱེད་དེ་ན་ནས་དེང་སང་ཡང་ཅིག་ད་རིམ། ཆམ་རིམ། ཅིག་འགྲོ་སྡོད་ཀྱི་ཡོད་པ་ཡིན་འདུག་ཨུ། གྲང་མོ་ཆགས་ན་དེ་ནས་སྐུ་གཟུགས་ལ་ཡང། སྙུང་གཞི་ཚབས་ཆེན་པོ་དེ་འདྲའི་ཡོང་མ་སྲིད་པ་མ་རེད་དེ་འདྲ་ཡིན་དུས།

འོ་ད་དེ་འདྲའི་ལ་བརྟེན་ནས་གནས་སྐབས་ཀྱི་ཐོག་ལ་ཡང་བླང་དོར་ག་འདྲ་དགོས་ཀྱི་འདུག་དེ་གཟིགས་གནང་ན་ཡང་ཅིག་ཨོ། དེ་ཚོ་གཟབ་གཟབ་གནང་ཡང་གལ་ཆེན་པོ་རེད་ཞེས་ཞུ་ཡ་གཅིག་ཡིན། ད་ནས་གཉིས་པ་དེ་ལ་དེ་རིང་ཨོ། ཤེར་ཕྱིན་མདོ་སྡེ་བའི་ཕྱག་དཔེ་ད་སྦྱིན་བདག་ཁོ་རང་གི་དཔེ་ཆ་དཔར་གདབ་བྱས་ནས་ཚང་མ་ལ་ཡང་ཆོས་སྦྱིན་ཕུལ་ཡོད་རེད། དེ་ཡང་ང་ཚོ་མཚམས་མཚམས་ཆོས་སྦྱིན་བྱས་བཞག་པ་དེའི་དོ་སྣང་ཞིག་རག་མི་འདུག་བ། སོ་སོ་ཉོས་བཞག་ན་རྩ་བ་ཆེན་པོ་བརྩི་གི་འདུག་ཁར་སོ་ཁོ་དངུལ་འགྲོ་སར་བ། དེ་ཡང་དེའི་དཔེར་བདག་པོ་རྒྱག་གི་ཡོད་རེད་ད་ཆོས་སྦྱིན་ཟེར་དུས་བརྩམས་པ་ལ་ཡང་ག་ས་ག་ལ་ཡ་གཅིག་ཁུག་དེ་བ་ལ་བཞག་བཞག་བ་ཡ་འདྲ་པོ་དང་ཡ་སྟེགས་དེ་འདྲའི་ཐང་ལ་བཞག་བཞག་བ་འདྲ་པོ་དེ་འདྲ་ཆགས་བསྡད་ཀྱི་འདུག་དེ་འདྲ་མེད་པ་བྱས་ཁ་ཚང་གོང་དུ་ཤོད་པ་ལྟ་དུ་རེད་ཡུམ་ཆེན་མོ་ཤེས་རབ་ཀྱི་བར་དུ་ཕྱིན་པ་དང་རྗེས་འབྲིང་བསྡུས་གསུམ་གྱི་དོན་དག་ཚང་མ་དེ་སྣོད་ད་ལྟ་མདོ་བསྡུས་པའི་ནང་ལ་ཡོད་རེད་དེའི་ལུང་དེ་དག་ཁ་ཚང་གཅིག་བཅོས་བ་རེད་འགྲེལ་བཤད་ཞུ་དགོས་ཡ་གང་ཡང་མི་འདུག་ད་ལྟ་ང་ཚོའི་སྤྱི་བཏང་ཤེར་ཕྱིན་ནས་རྒྱ་རུ་ཡོང་དུས་ཕར་ཕྱིན་ནས་རྒྱ་རུ་ཡོང་དུས་དང་པོ་དེ་རྣམ་མཁྱེན། དེ་ནས་ལམ་ཤེས་ཤེས་བཞིན་སུ་ཡོང་གི་ཡོད་རེད་བ། ད་རྣམ་མཁྱེན་གྱི་ནང་ལོགས་ལ། ད་ནི། གང་འདིར་ཕུང་པོ་ལྔ་དང་སྒྱུ་མ་འདྲ་ཞིང་སྒྱུ་མ་གཞན་དང་ཕུང་པོ་གཞན་དུ་མི་བྱེད་པ། སྣ་ཚོགས་འདུ་བྱེད་བཀྲ་ཞིང་ཉེ་བར་ཤེས་སྤྱོད་པ་འདི་ནི་ཤེས་རབ་ཕར་འགྲོ་ཕྱིན་སྦྱོར་སྤྱོད་པ་ཡིན་ཟེར་ཡ་གཅིག་ཁ་ཚང་ཞུས་པ་ཡིན་པ། འོ་དེ། རྣམ་མཁྱེན་གྱི་ཡན་ལག་བཤད་པའི་སྐབས་ལ་རེད། དེ་ནས། ལམ་ཤེས་པའི་གི་ཡན་ལག་བཤད་པའི་སྐབས་སུ། དེའི་གཞུང་མ་ཞུ་གུ་དེ་ལ་གཅིག་ཡོད་པ། གང་ཞིག། གཟུགས་ལ་མེད་ནས་ཚོར་བ་མེད་ནས་ཞིང། གང་ཞིག་འདུ་ཤེས་མི་གནས་སེམས་པར་མི་གནས་ཤིང། རྣམ་ཤེས་གང་མི་གནས་པ། ཆོས་ཉིད་གནས་པ་དེ་འདི་ནི་ཤེས་རབ་ཕ་རོལ་ཕྱིན་དྲུག་སྤྱོད་པ་ཡིན་ཟེར་ཏེ། ལམ་ཤེས་པའི་ཡན་ལག་ཤེས་པར་བའོ། ད་འདི་ཤོ་ལོ་ཀ་གཉིས་པོ་དེའི་ཐུགས་ལ་ཡོད་དེ། སྤྱོར་གནང་ན་འགྲིག་སྟེ་ཡོད་རེད་དེ་ནི་དུས་ཚོད་ཁོམ་པ་ཡོད། དེ་འདྲ་ཡོད་པ་ཡིན་ན་མདོ་བསྡུས་པ་དེ་ཉི་མ་རེ་ལ་ཚར་རེ་རེ་གསུངས་ཐུབ་ན། དཔེ་མི་སྲིད་པའི་ཕན་ཡོན་ཆེན་པོ་རེད། ཆ་ཚང་བ་གསུངས་མ་ཐུབ་ན་ཡང་ལེའུ་རེ་རེའི་རེ་རེ། ཉི་མ་གཅིག་ལ་ལེའུ་གཅིག་བཅས་ཉི་མ་གཉིས་པ་དེ་ལ་ལེའུ་ཡང་དེ་འདྲས་སུ་གནང་ན་ཡང་འགྲིག་སྡད་ཀྱི་ཡོད་རེད་ཀོ་རིམ་པ་ལྟར་ཤ་ཤ་བྱས་ནས་རྗུན་མ་བྱས་པ་དེ་དེ་འདྲས་སུ་གནང་གི་ཡིན་ན་མ་འོངས་པ་ལ་ཅིག་ད་དམིགས་བསལ་གྱི་ངང་ཤེས་ཤིང་རང་ལ་སློབ་སྦྱོང་བྱས་པ་ཡིན་ཕར་ཕྱིན་ལ་སློབ་སྦྱོང་བྱས་པ་ཡིན་ཟེར་མིན་པ་ཡིན་ན་ཡང་ཅིག་དོན་དག་རྡོག་རྡོག་དེ་འདྲས་ཅིག་ཐུགས་ལ་ངེས་ཐུབ་ན་གཅིག་ང་ཚོ་འགག་གཅིག་ལ་ཐུག་པའི་སྐབས་དང་རྐྱེན་གཅིག་ལ་ཐུག་པའི་སྐབས་སོགས་ལ་ཕན་ཐོགས་ཆེན་པོ་ཡོད་རེད། གསུང་རབ་དགོངས་འགྲེལ་ཟེར་ཡག་དེ་ད་ག་ས་མི་གཅིག་གིས་བསམ་བློ་བཏང་བཙམ། བྲིས། བསྒྱུར་བྱས་པ་ཅིག་རྩ་བ་ནས་མ་རེད། གསུང་རབ་དགོངས་འགྲེལ་ཟེར་ཡག་དེ་དེ་ནས་གཅིག་གི་བླ་ན་མེད་པའི་གན་རྣམ་བཞིན་མངོན་དུ་བྱས་ནས་ཆོས་ཐམས་ཅད་ཀྱི་ཡིན་ལུགས་ཇི་བཞིན་དུ་གནས་སྣང་མ་འདྲེས་པ་གསལ་བར་མཆན་ཕྱེས་ནས་དེ་འདྲ་དེའི་སེམས་ཅན་ཐམས་ཅད་ལ་རྗེས་སུ་བརྩེ་བས་ཀྱི་ཐོག་ནས་མ་གསུངས་ཤག་པ་དེ་འདྲ་ཞིག་རེད་མ་གཏོགས་དེང་སང་གི་གཅིག་གི་དཔེ་ཆ་བསམ་བློ་བཏང་མཁན་དང་དེ་ནས་གཅིག་རྩོམ་པ་པོ་ཐམས་ཅད་ཀྱི་བསམ་བློ་བཏང་ནས་བྲིས་བཞག་པ་ལྟ་བུ་ཅིག་མིན་པ་ཡིན་འདུག་གོ་བརྒྱུད་པའི་བྱིན་རླབས་ཡོད་རེད་དོན་གྱིས་བརྒྱུད་པ་རེད་ཚིག་གིས་བརྒྱུད་པ་མ་རེད་དོན་གྱིས་བརྒྱུད་པ་རེད་དོན་ཟེར་བའི་སྐབས་སུ་ཚིག་དང་དོན་གཉིས་ཀྱི་ནང་དུ་དོན་དེ་རེད་དེ་དོན་དེ་ཉམས་ལེན་ལ་གོ་གི་ཡོད་རེད་ཉམས་ལེན་གྱི་བརྒྱུད་པ་ཟེར་ཡག་དེ་ཡང་བྱིན་རླབས་ཡོད་རེད་ནུས་པ་ཡོད་རེད་བསླུ་བ་མེད་པ་རེད་རྡོ་རྗེ་གི་ཚིག་རེད་དེ་ཡོད་རེད་འགྱུར་བའམ་ཡིད་ཆེས་རུང་བ་བཅས་ཆགས་བསྡད་ཀྱི་ཡོད་རེད་ད་ཡིན་ན་ཡང་བྱིན་རླབས་ཐོབ་མ་ཐོབ་ཟེར་ཡག་དེ་ག་ཚོད་ངོ་མ་ང་ཚོས་ཞུས་པ་ཡིན་པ་གཅིག་ལང་གིས་ཉམས་ལེན་བྱེད་དགོས་ཀྱི་རེད། དེ་ཉམས་ལེན་བཅས་སེལ་བའི་སྐབས་སུ་དང་ཡིན་གཅིག་མིན་གཉིས་ཡང་གཅིག་གིས། གཡའ་རི་གངས་རིའི་རྫ་རི་རྣམས་ལ་ཡང་འགྲོ་ནས་སྒོམ་རྒྱག་དགོས་ཡ་དེ་འདྲ་དེ་གང་ཡང་མ་རེད་ཇོ་བོ་བཀའ་གདམས་པས་ཐམས་ཅད་ཀྱིས་གསུང་བ་ལྟ་དུ་རེ་སྐོར་ཉི་མ་རེ་རེའི་བཞིན་དུ་སོ་སོ་གིས་གཅིག་གི་ཐུན་ཚོད་ཀྱི་ནང་ལོང་ལ་ཡ་གང་ཐོས་པ་གང་གོ་བ་གང་བསླབ་པ་དེ་སེམས་རྒྱུད་ལ་བསྐྱར་ན་དེ་ནི་ཉམས་ལེན་དེ་ག་རང་རེད་ཅེས་ནས་གསུང་གི་འདུག་བ་འོ་དེ་འདྲ་ཡིན་དུས་གཅིག་ད་ལྟ་མདོ་བསྡུས་པ་དེ་གཅིག་རབ་བྱུང་ན་ཉིན་ལྟར་རེ་ཞིག་གཞན་དོན་གནང་ཡག། དེ་ལས་དུ་ཚོད་མ་གོམས་པ་ཡོད་ན་ལེའུ་རེ་རེའི་ནང་ཡང། དེ་ནས་ཐ་མ་དེ་ལ་ཡང་དེ་གོང་དུ་བཤད་པའི་རྣམ་ཤེས་ཀྱི་ཡན་ལག་དེ་དང་འདི་ནས་ལམ་ཤེས་ཀྱི་ཡན་ལག་གཉིས་ལས་བཤད་པའི་ཤོ་ལོ་ཀ་གཉིས་པོ་དེ་ཐུགས་ལ་བཟུང་ནས་དེ་ཡང་ནས་ཡང་དུ་སྤྱོར་གནང་གི་ཡིན་ན་ཏན་ཏན་གྱི་བྱིན་རླབས་ཡོང་གི་རེད། བརྒྱུད་པའི་བྱིན་རླབས་ཡོད་རེད་ལ་ཐུགས་རྗེ་ཀྱི་བྱིན་རླབས་ཡོད་རེད་བྱིན་རླབས་ཟེར་བའི་སྐབས་སུ་ག་རེ་གཟིགས་ཡོད་ཟེར་ན་ཅིག་མ་འདྲ་བ་ཕྱག་བན་གང་ཡང་ཡོད་མ་རེད་ཡིན་ན་ཡང་ཅིག་ནང་ལ་ཡང་གོ་བ་ཅིག་གླེང་གི་ཡོད་རེད། རེད་འདུག་ཨ་བསམ་བསམ་ཅིག་ད་ང་ཚོ་དེ་སྒུག་གི་ཡོད་རེད་བ་མ་གཏོགས་ག་དུས་ཡིན་ན་དཔེ་ཆ་ཀློག་དཔེ་ཆ་ཀློག་ད་དཔེ་ཆ་ནང་ལ་དེ་འདྲ་གསུངས་བཞག་སྤྱི་དོན་ནང་ལ་དེ་འདྲ་ཞིག་འདུག་མཐའ་དཔྱོད་ནང་ལ་དེ་འདྲ་ཞིག་འདུག་དཀའ་གནད་ནང་ལ་དེ་འདྲ་ཞིག་འདུག་ནས་འགྲེལ་པ་ནང་ལ་དེ་འདྲ་ཞིག་འདུག་ཟེར་བས་ང་ཚོ་ཕན་གྱི་ཡོད་མ་རེད་ད་གང་ཐོས་པ་གང་ཤེས་པ་དེ་སེམས་ནང་ལ་ཡག་ཚོར་བ་ཞིག་སྒུག་གི་ཡོད་རེད་མྱོང་བ་ཞིག་ཐོན་དགོས་ཀྱི་ཡོད་རེད་དེ་མྱོང་བ་དེ་ཐོན་ཐུབ་པ་ཡིན་ན་དེ་ལ་ཡག་ངས་ཁ་ཚང་ཧུར་མང་ཞུས་པ་ཡིན་གསོན་རྟགས་ཟེར་གྱི་རེད། མི་གསོན་པོ་ཡོད་པའི་སྐབས་སུ་ད་སློབ་སྦྱོང་ཆེད་ཉམས་ལེན་བྱེད་པ་དེ་ལ་ཨོ་བྱིན་རླབས་འདུག་ནུས་པ་འདུག་ཟེར་ཏེ་ཀོ་མྱོང་བ་མངོན་སུམ་ཅིག་སྤྱད་ཡོང་དུས་བརྩམས་པ་ལ་རྟོགས་པ་མངོན་སུམ་སྐྱེས་ཡོང་དུས་ད་དེ་ལས་ལྷག་པ་ཅིག་དགོས་ཀྱི་མི་འདུག་ག་ལྟ་ལ། དེ་མ་གཏོགས་ད་མ་འོངས་པ་ལ་ཤི་ཚར་བའི་སྐབས་ལ་ཡང་ད་ནི་སྐྱེ་བ་ཕྱི་མ་ལ་ཅིག་ཡོང་གི་རེད་མ་རེད་ཟེར་དུས་འདི་ཐག་རིང་པོའི་སྐད་ཆ་རེད་དེ་འདྲ་ཡིན་དུས་ཤི་ཐག་གལ་ཆེན་པོ་མ་རེད་གསོན་ཐག་གལ་ཆེན་པོ་རེད་གསོན་ཐག་ཡོང་ཡང་ལ་ནི་ཉི་མ་རེ་རེ་བཞིན་དུ་ད་ད་ཀྱུན་རྐྱེན་རེ་ཟིག་གིས་འདོགས་ཀྱི་ན་ལ་ད་གིན་སྤྱན་རས་གཟིགས་ཀྱི་མདོ་བྱམས་པའི་མདོ། འཇམ་པའི་དབྱངས་ཀྱི་མདོ་གསུམ་འདུ་བ། དེ་རྣམས་ནི་སྤྱན་རས་གཟིགས་ཀྱི་མདོ་གི་ནང་ལ་གསུངས་འདུ་བ། སྤྱན་རས་གཟིགས་ལ་གསོལ་བ་བཏབ་ནས། དེ་ནས་ག་རེ་སོ་སོ་ལ་རྒྱུད་ལ་ཐོབ་དགོས་ཀྱི་ཡོད་རེད་ཟེར་ཡོང་དུས་བྱམས་སྙིང་རྗེ་བྱང་ཆུབ་སེམས་རྒྱུད་ལ་སྐྱེ་དགོས་ཀྱི་རེད། དེ་ཙམ་མ་ཡིན་པར་བག་ཡོད་པའི་རྣལ་འབྱོར་ཐོབ་དགོས་ཀྱི་རེད། སེམས་ཅན་ཐམས་ཅད་ལ་མར་ཤེས་པ་དྲིན་དྲན་པ་དྲིན་གཟོ་བ་ལ་གཟོ་བའི་གི་ཡོན་ཏན་ཐམས་ཅད་དེ་ང་ཚོ་སེམས་རྒྱུད་ལ་ཡང་ཐོབ་དགོས་ཀྱི་ཡོད་རེད། དེ་ཙམ་དུ་མ་ཡིན་པར་དུས་ན་རྣམ་པ་ཀུན་ཏུ་འགྲོ་འདུག་གི་སྤྱོད་ལམ་གྱི་ཐོག་ལ་བསམ་བློ་བཏང་པ་ཡིན་ན་ཡང་ཐམས་ཅད་མཁྱེན་པའི་གི་ཐམས་ཅད་མཁྱེན་པའི་གི་བློ་ཉེ་བར་བཞག་ནས་ཐམས་ཅད་མཁྱེན་པའི་བློ་ཟེར་དུས་ངས་ག་ཚང་མང་པོ་ཞུས་པ་ཡིན་པ། ཐམས་ཅད་མཁྱེན་པའི་བློ་ཟེར་ཏེ་བདག་མེད་པའི་གི་བློ་དེ་ཡང་ཐམས་ཅད་མཁྱེན་པའི་བློ་ཆགས་ཀྱི་ཡོད་རེད། རེད་འདུག་ག་མི་རྟག་པ་རེད་བསམ་པའི་མི་རྟག་པའི་འདུ་ཤེས་སྐྱེས་ན་ཡང་དེ་ཐམས་ཅད་མཁྱེན་པའི་གི་བློ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས་ཐམས་ཅད་མཁྱེན་པའི་གི་བློ་དང་མ་བྲལ་བ་ཞིག་གི་ཐོག་ནས་ཉམས་ལེན་བྱེད་ཡ་དེ་ཡང་སྤྱན་རས་གཟིགས་ལ་ཡང་གསོལ་བ་བཏབ་པའི་གེགས་དང་འབྲས་བུ་རེད། ད་དེ་རེད་མ་གཏོགས་གཞན། ལྷག་པར་དུ་ང་རང་ཚོ་ད་སྤྱན་རས་གཟིགས་མ་ནིང་འདོན་སྤྱན་རས་གཟིགས་སྒོམ་སྡེ་འདོན་སྤྱན་རས་གཟིགས་སྐུ་བཤང་སྐུ་ད་འདྲ་བཤིག་མཁན་མང་པོ་ཡོད་རེད་བག་ཆགས་བཟང་པོ་ཡོད་རེད་དགེ་བའི་བག་ཆགས་བཟང་པོ་ཡོད་རེད་དེ་ཡིན་ན་ཡང། རྒྱ་ཆེ་ས་ཅིག་དང་གཏིང་ཟབ་ས་ཅིག་ལ་ང་ཚོ་བསམ་བློ་གཏང་ཐུབ་ཀྱི་ཡོད་མ་རེད། ག་རེ་ཟེར་ན་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེ་དགོས་ཀྱི་ཡོད་རེད། བདག་དང་བདག་ལས་ཀྱང་གཞན་སྐྱེ་བའི་བྱང་ཆུབ་སེམས་ཟེར་ཡག་དེ། དེ་ནས། ད་ཇོ་བོ་བཀའ་གདམས་པ་ཐམས་ཅད་ཀྱི་ཐུགས་དམ་གྱི་ཐིལ་འདྲ་བོ་དེ་དེའི་ཕྱག་ཏུ་ཡོད་རེད་དེ། ཟབ་མོ་ལྟ་མཁན་ཕ་ཆེའི་དཀོན་པོ་རེད་སྤྱན་རས་གཟིགས་འདོད་མཁན་མང་པོ་རེད་དེ་བྱང་ཆུབ་སེམས་ཟེར་ན་ག་རེ་རེད་ཟེར་ན། ཅིག་གིས་ཞེ་དྲག་ཅིག་གིས་ཤི་རྒྱུ་མེད་དེ་ངན། མཛུ་གུ་བཙུགས་ས་ཞེ་དྲག་མེད་དེ་ངན་ཆགས་དེ་ངན་མང་པོ་ཡོད་རེད་ད་དེ་མ་ཡིན་པ་ཆེད་ང་ཚོ་གནད་འགག་ཆེ་ས་དེ་ལ་ཡང་ལག་པ་འཇུས་བྱས་གནད་འགག་ཆེ་ས་དེ་ལ་ང་ཚོ་ལག་པ་འཆང་བྱས་དེ་གནད་འགག་ཆེན་པོ་ཡིན་པ། དེ་ཕན་ཐོགས་ཆེན་པོ་ཡིན་པ་ཚེ་འདི་དང་ཕྱི་མ་བར་དོ་ཀུན་ལ་ཡང་ཕན་ཐོགས་ཆེན་པོ་རེད་བསམ་པའི་གི་ཏི་ནི་གཅིག་གི་འདུ་ཤེས་དེ་འདྲ་གི་གཅིག་གི་བློ་ཉེ་བར་བཞག་ནས་ཏི་ནི་སྤྱན་རས་གཟིགས་སྒོམ་བཟླས་ཆེད་མ་ནི་འགྲོ་དྲུག་འདོན། ད་མ་ནི་འགྲོ་དྲུག་གི་བཤད་པ་དེ་ཚོ་མང་པོ་རེད་དེ་ཚོ་འདོན་བྱས་ཏི་ནི་སྤྱན་རས་གཟིགས་ལ་གསོལ་བ་བཏབ་ན་ཏི་ནི་སྤྱན་རས་གཟིགས་ཀྱི་ཐུགས་རྗེ་ང་རང་ཚོ་ལ་འཇུག་ནས་སེམས་ཀྱི་རྒྱུད་ལ་ཡ་བྱམས་སྙིང་རྗེ་བྱང་ཆུབ་སེམས་བསྐྱེད་ཐུབ་ཀྱི་རེད། དེ་མ་ཏོག་ད་བཀའ་གདམས་པའི་གསུང་བ་ནང་བཞིན་རེད་བླ་མ་གོང་མ་ཚོ་གི་སྤྱན་རས་གཟིགས་སེ་ཡ་གཅིག་སྐུ་མདོག་དཀར་པོ་གཅིག་པོ་ཏཱ་ལ་ལ་ཕྱག་བཞི་མགོ་ཅོག་ཙག་ནི་རྒྱ་ཡ་མི་ངན་ཅིག་ཙེ་རེ་ཙག་ཅིག་ནི་དེ་མ་རེད། སྤྱན་རས་གཟིགས་དེ་མ་རེད་གསུང་རེད་ད། རེད་འདུག་ག། ང་ཚོ་དེ་རེད་བསམ་བསྡད་ཀྱི་འདུག་ག། འོ་དེ་མ་རེད་སྤྱན་རས་གཟིགས་ངོ་མ་དེ་ག་རེད་བསམ་ན་ཁྱེད་རང་གི་སེམས་ལ་ཡོད་པའི་གི་བྱང་ཆུབ་ཀྱི་སེམས་ཟེར་བ་དེ་རེད་སྤྱན་རས་གཟིགས་ངོ་མ་དེ་དེ་ལྷད་རེད་བ། དེ་ང་ཚོ་སྤྱན་རས་གཟིགས་ད་སྤྱི་དང་སྤྱན་རས་གཟིགས་དེ་ག་རེད་ཤོག་ནང་གི་ཉམས་རྟོགས་བྱང་ཆུབ་ཀྱི་སེམས་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་དེ་དེ་ནི་ཕྱི་རོལ་ལ་ཡ་ལྷ་ཡི་རྣམ་པ་ལ་འཆར་བ་རེད་བ། ལྷ་ཡི་རྣམ་པ་ལ་འཆར། སྤྱི་དང། རྒྱུད་ཀྱི་སྐབས་སོགས་ལ་ཡང་དག། རྣམ་དག་དྲན་པའི་སྐབས་སོགས་ལ་རྣམ། ལྷ་ཡི་རྣམ་དག་དྲན་པའི་ཤེས་པའི་སྐབས་སོགས་ལ་དེའི་རྒྱ་ཆེན་པོ་ཡོང་གི་ཡོད་རེད་ད་གཙོ་བོ་དེ་རེད་བ། ང་ཚོ་ལྷ་ཡི་རྣམ་པ་ཤར་གོ་ཡ་དེ་ནང་གི་ཅིག་གི་མཆན་པ། ཤེས་རབ། དེ་ག་ནང་བཞིན་གྱི་བྱམས་སྙིང་རྗེ། རྟོགས་པའི་གི་རྟགས་གཅིག། རིམ་པ་གཉིས་ཀྱི་རྣལ་འབྱོར་གྱི་ཏིང་འཛིན་དེ་ཚོ་བྲིས་ཏེ་ད་ནི་ཕྱི་ཡི་རྣམ་པ་ལ་ཡང་བ། ཤར་ཡོང་གི་ཡོད་རེད་བ། ཨོ་དེ་ནས་ཡོད་དོ་སྣང་ཆ་ལྷ་དྲུག་ཤར་ན་བསྐྱེད་རིམ་མཐར་ཕྱིན་པ་ཡིན་ཟེར་བ་དེ་སྔགས་ཀྱི་སྐབས་ནས་བཤད་ཡ་དེ་དེ་རེད། སྣང་ཆ་ལྷ་དྲུག་ཤར་མ་ཐོབ་ན་དེ་ནི་བསྐྱེད་རིམ་གྱི་བསྟན་པ་ཐོབ་མ་ཐོབ་པ་རེད་བསྐྱེད་རིམ་མཐར་ཕྱིན་ཡ་དེ་བར་ཞག་གཅིག་རིང་དུ་བསྟན་པ་ཐོབ་ཡོད་མ་རེད། བསྐྱེད་རིམ་ལ་དང་པོ་བསྟན་པ་ཐོབ་དེ་ནས་བསྟན་པ་མཐར་ཕྱིན་དགོས་ཡོད་དེ་འདྲ་ཡིན་ཡང་ལ་དེ་ནི་སྣང་གྲགས་རེ་གསུམ་ལྷག་ལས་སྐུ་གསུང་ཐུགས་གསུམ་ལས་ཡར་ཆེར་ཤེས་པ་གཅིག་དགོས་ཀྱི་རེད་ཟེར་གྱི་འདུག་བ། དེའི་རྒྱུ་མཚན་བཤད་ཡ་ལ་ང་ཚོ་དང་པོ་ནང་དོན་གྱི་ཐོག་ལ་བསམ་བློ་བཏང་བྱས་ནས་བྱམས་པ་བསལ་དེ་ག་རེ་རེད། སྙིང་རྗེ་ཟེར་ཡག་དེ་ག་འདྲ་ཅི་ལ་ཟེར་གྱི་འདུག་བྱང་ཆུབ་ཀྱི་སེམས་ཟེར་ཡག་དེ་ག་འདྲ་ཅི་རེད་ཤག་ཀུན་རྫོབ་བྱང་སེམས་དེ་ག་བར་གོ་གི་འདུག་དོན་དམ་བྱང་སེམས་ཟེར་ཡག་དེ་ག་འདྲ་ཅི་ཟེར་འདུག་ཟེར་ནས་སློབ་སྦྱོང་བྱེད། ཉམས་ལེན་བྱེད། དེ་འདྲ་ཟེར་བྱེད་ཀྱི་ཡིན་ན། དེ་ནི་སྤྱན་རས་གཟིགས། སྐུ། སྐུ་ཡི། ཕྱག་སྟོང་སྤྱན་སྟོང་ཡིན་ན་འདྲ་འདུག་འགྲོ་འདུལ་ཕྱག་བཞི་པ་ཡིན་ན་འདྲ་འདུག་མཇལ་ཡོན་དུ་བརྩམས་པ་ལ་དེ་ནི་དད་པ། སྙིང་རྗེ་བྱང་ཆུབ་ཀྱི་སེམས་སྐྱོན་པ་མ་ཡིན་པ་བཅས་ཐུག་གི་རེད། དེ་འདྲའི་ཅིག་གི་ནང་དོན་ཟབ་པ་དང་རྒྱ་ཆེ་བ་གི་ཐོག་ལ་ཡང་བློ་རེ་བཞག་མ་ཐུབ་ན་དེ་ཡི་དོན་ལ་འཇུག་མ་ཐུབ་ན་དེ་ཡི་དོན་ལ་ཉེ་བར་གཞོལ་མ་ཐུབ་ན་དེ་ཡི་དོན་ཡིད་ལ་འཆར་མ་ཐུབ་ན་ཨ་ནི་སྤྱན་རས་གཟིགས་ཟེར་ཡག་དེ་ང་ཚོ་ཚོང་ཁང་ནང་ལ་ཡག་ད་ཅིག་གི་སྤྱན་རས་སུ་སྐུ་བླུག་གི་ཡོད་རེད་བ་དེ་ནི་འདི་ཞལ་རས་ཡག་པོ་འདུག་འདི་ཞལ་རས་མི་འདུག་འདི་ཤངས་ལྕོག་ལྕོག་རེད་ཤ་འདི་ཞལ་ལྕོག་ལྕོག་རེད་བ་ས་དེ་ནི་ཅིག་ད་རྙོག་རེ་མང་པོ་འདུག་ག། དེ་འདྲའི་ཆ་དེ་ཡོད་རེད་དེ་ནི་སྤྱན་རས་སུ་སྐུ་ཐང་ཆེ་ལུས་པ་ཡིན་ན་ཡང་གོང་ཆེ་གྲགས་ཤག་སེ་ཆུང་གྲགས་ཤག་སེ་དག་དེ་ནི་མང་པོ་ཅིག་ཡོང་འདུག་གི་འདུག་དེ་འདྲའི་གི་འགོ་ཉོག་ཚ་བོ་མ་ཡོང་བའི་དོན་དག་ལ། དེ་ནི་སྤྱན་རས་གཟིགས་ཀྱི་ནང་གི་ཅིག་གི་ཉམས་རྟོགས་ཀྱི་སྤྱན་རས་གཟིགས་དེ་སེམས་རྒྱུད་ལས་ཡག་པོ་ཤེས་ཐུབ་ན་དེ་ནི་ཕྱི་ཡི་སྤྱན་རས་གཟིགས་ཀྱི་ཞལ་ཐང་ཡིན་ན་རེད་སྐུ་དེ་ཚོ་ཡོད་ཀྱང་ཆོག་ལ་མེད་ཀྱང་ཆོག་པའི་གནས་སྟངས་ཤིག་ལ་སླེབས་ཀྱི་ཡོད་རེད། འོ་དེ་འདྲ་ཡིན་དུས་ད་སྤྱན་རས་གཟིགས་ཀྱི་ཅིག་གི་ཡ་གི་ཆོས་ཁྲིད་ཆོས་ཁྲིད་ལ་བཞག། སྟེགས་ལ་ཡ་བཞག་ད་དེ་ལ་ཡ་འདུག་ཟེར་མཇལ་བའི་སྐབས་སུ་འོ་འདི་འདྲ་དེ་དཔེ་འདི་བྱམས་ཉིད་དེ་བྱང་ཆུབ་སེམས་དགེ་ལེགས་ཀྱི་རྣམ་པ་རེད་བསམ་པའི་བསམ་བློ་ཅིག་བཏང་ད་དེ་གི་དོན་དག་དེ་ང་ཚོ་ག་རེ་རྟོགས་དགོས་ཀྱི་འདུག་ཟེར་ན་དེ་ནི་བདག་ལས་ཀྱང་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་བསྐྱེད་དགོས་ཀྱི་འདུག་ཟེར་ཡ་དེ་ང་ཚོ་དུས་ཆེན་བྱང་ཆུབ་སེམས་ལས་རིན་པོ་ཆེ་མ་གཅེས་པ་རྣམས་གཅེས་ཅོག་ཅིག་གཅེས་པ་ཉམས་པ་མེད་པ་གོང་ནས་གོང་དུ་འཕེལ་བར་ཤོག། ཨོ། དེ་གསུམ་གོ་ཡོར་བ། ཨོ་བྱང་ཆུབ་སྟན་སྤྱོད་འཇུག་དེ་བྱང་ཆུབ་སེམས་རིན་པོ་ཆེ་མ་སྐྱེས་པ་སྐྱེད་པར་བྱེད་པའི་ལེའུ་གསུམ་སྐྱེས་པ་མི་ཉམས་པར་བྱེད་པའི་ལེའུ་གསུམ་སྟན་ནས་མི་ཉམས་པ་གོང་ནས་གོང་དུ་འཕེལ་བར་བྱེད་པའི་ལེའུ་གསུམ་འཇུག་བསྔོ་བའི་ལེའུ་བཞི་ནས་སྤྱོད་འཇུག་དེ་ཆ་ཚང་སྟེ་དེ་རྣམས་ལ་འདུས་ནས་གཤེགས་ཡོད་རེད་ད་དེ་བསམ་མནོ་ཡང་དབུ་ཞིག་བཏང་ནས་ཨོ་ད་སྤྱན་རས་གཟིགས་ཟེར་ཡག་དེ་དེ་འདྲ་ཞིག་རེད་འདུག་སྤྱན་ཟེར་བའི་སྐབས་སུ་ང་ཚོ་མིག་ལ་ཞེ་ས་ཞུ་ས་སྤྱན་གཟིགས་ཡོར་བ་དེ་ག་རེ་ལ་ཁུག་ཡོར་ཟེར་ན་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ལ་ཡང་སྤྱན་གཟིགས་ཀྱི་འདུག་རེད་ཟེར་ཡག་དེ་དུས་ལས་ནམ་ཡང་མི་ཡོལ་བ། སྒྲ་བརྙན་བར་མ་ཟད་དབྱེ་བ་མེད་པ་ནམ་མཁའི་ཁ་ཆགས་པའི་སེམས་ཅན་ཐམས་ཅད་ལ་ཡང་བུ་གཅིག་པའི་མ་ལྟ་དུ་བརྩེ་བ་གིས་དུས་དང་རྣམ་པ་ཀུན་ཏུ་ཐུགས་རེ་ཆོད་དང་ཡ་ཡོད་སོ་མ་སོང་བ་ཟེར་གྱི་ཡོད་པ་ཡིན་དུ་རེད་ཟེར་ཏེ་དུས་ལས་ཡོལ་བ་མེད་པ་ཟིག་ཟེར་བའི་སྐབས་སུ་ལ་ལྟ་བསམ་རྒྱུ་དྲན་རྒྱུ་དེ་ཚོ་དེ་སེམས་ཅན་གྱི་དོན་ཁོ་ན་མ་གཏོགས་གཞན་གྱི་དོན་གཞན་གཅེས་འཛིན་གྱི་བློ་མ་གཏོགས་བདག་གཅེས་འཛིན་གྱི་བློ་དེ་རྩ་བ་ནས་མེད་པ་ཡིན་དུ་ཟིག་ཟེར་འོ་ད་དེ་བྱས་ཡོན་དུ་ངའི་སེམས་ལ་ཡང་བྱམས་པ་སྐྱེ་དགོས་ཀྱི་འདུག། སྙིང་རྗེ་སྐྱེ་དགོས་ཀྱི་འདུག་བྱང་ཆུབ་ཀྱི་སེམས་སྐྱེ་དགོས་ཀྱི་འདུག་བསམ་པའི་བསམ་བློ་བཏང་ད་དེ་ཡི་ལྡོག་ཕྱོགས་དེ་ག་རེད་བསམ་ན་མི་འདོད་པའི་ཕྱོགས་དེ་ཞེ་སྡང། ཁོང་ཁྲོ། ཕྲག་དོག། ལ་སོགས་པ་བདག་གཅེས་འཛིན་གྱི་བློ་ལ་བརྟེན་ཏེ་ཕྱིན་ཅི་ལོག་པའི་ཀུན་རྟོག་མང་པོ་ཅིག་སྐྱེ་བསྡད་ཀྱི་ཡོད་པ་དེ་ཉམས་ལེན་བྱེད་པ་ལ་དང་པོ་བར་དུ་གཅོད། ཉམས་ལེན་དངོས་གཞི་ལ་ཡང་བར་དུ་གཅོད་ཉམས་ལེན་མཐར་ཕྱིན་པ་ལ་ཡང་དེ་ཡི་བར་དུ་གཅོད་ཀྱི་འདུག་ཐོག་མཐའ་བར་གསུམ་ལ་ཡང་བར་དུ་གཅོད་མཁན་གྱི་བློ་ཕྱིན་ཅི་ལོག་པ་ལས་སོ་མ་རུང་བ་དེ་ཟད་དགོས་ཀྱི་འདུག་སྤང་དགོས་ཀྱི་འདུག་ད་དེ་རིང་ནས་བཟུང་སྟེ་ངས། མ་ནིང་འགྲོ་དྲུག་འདོན་སྤྱན་རས་གཟིགས་ལ་གསོལ་བ་བཏབ། སྤྱན་རས་གཟིགས་ཡིད་ལ་དྲན་ན། ད་ཐེངས་ཀྱི་དགེ་མཚན་འདི་གར་འགོག་དགོས་བསམ་ན་ངས་བྱམས་པ་གྱི་བློ་རྒྱུད་ལ་བཅས་སྙིང་རྗེ་ཡི་བློ་རྒྱུད་ལ་བརྟས་བྱང་ཆུབ་ཀྱི་སེམས་བློ་རྒྱུད་ལ་བཅས་ནས་དེ་ནས་སྒྲ། བརྙན། བར་མ་སེ་ཡ་གི་དབྱེ་བ་རྩ་བ་ནས་མེད་པར་བྱས་ནས། བདག་ལས་ཀྱང་གཞན་སྐྱེ་བའི་བྱང་ཆུབ་ཀྱི་སེམས་སེ་ཡ་དེ་ཁོ་ན་ལ་ངས་ཉམས་ལེན་བྱེད་ཀྱི་ཡིན་བསམ་པའི་གི་བློ་བསྐྱེད་ན་སྤྱན་རས་གཟིགས་ཀྱི་བྱིན་རླབས་འཇུག་གི་རེད་ད་དེ་རེད་སྤྱན་རས་གཟིགས་ཀྱི་མདོག་གི་ནང་གི་ལུང་དེ་དེ་ང་རང་ཚོ་མ་ནིང་འདོན་མཁན་ཚང་མས་བསམ་བློ་བཏང་དགོས་དགོས་འདུག། འོ་ཐུག་ས་རེད་དེ་དེ། ལྟ་ཞུ་གོ་ཡ་དེ་གཙོ་བོ་དེ། དེ་ནས་འཕྲོས་པ་རེད་ད་གིན་དེ་མདོ་སྟོད་པའི་ཕྱག་དཔེ། འོ་ཐུག་ས་རེད་མདོ་སྟོད་པའི་ཕྱག་དཔེ་དེ་འདུག་ས་ཡང་ནས་ཡང་དུ་ཀློག་གནང་ན་ཕན་ཐོག་ཆེན་པོ་ཡོད་རེད་བླ་མ་གོང་མ་ཚོ་གི་ཡང་ད་ཐུག་དམ་དེ་རང་གནང་བསྡད་ཀྱི་ཡོད་རེད་ད། ཤར་རྗེ་བར་དུ་ཕྱིན་པ་རྗེས་འབྲིང་བསྡུས་གསུམ་དོན་དེ་དེ་རྣམས་ལ་མ་ཚང་བ་རྩ་ནས་མེད་པ་རེད། ཨ་ནི་ཚིག་གི་ཐོག་ནས་ཡིན་ན་ཡང་ཚིག་སྙན་པོ་རེད་ཧ་ཅང་གི་བློ་ལ་ཟིན་པ་ཡིན་ན་ཟིན་བདེ་བོ་རེད་གོ་ཤོ་ལོ་ཀ་གྲངས་ཇི་སྙེར་བ་གོ་ཚིག་ཅི་ལྕང་ལྕང་ཡིན་པ་ཡིན་དུས་གོ་བདེ་བོ་ཞེ་དྲག་ཡོད་རེད་དེ་ནི་དེ་གཞན་དོན་སྤྱོར་ནས་བསམ་བློ་བཏང་ནས་ཚིག་རེ་རེ་བཞིན་དུ་ལ་བསམ་བློ་བཏང་མ་ཐུབ་ན་ཡང་དོན་དེ་ལྟ་ཆོས་ཐམས་ཅད་སྒྱུ་མ་ལྟ་བུ་རེད་རྨི་ལམ་ལྟ་བུ་རེད་བྲག་ཆ་ལྟ་བུ་རེད་སྣང་ཙམ་མ་ཐུབ་རང་བཞིན་གྱི་གྲུབ་པ་ཡོད་མ་རེད་བསམ་པའི་གེ། དགོངས་པ་བཞེས་སྤྱན་གཅིག་འཕྲལ་དག་ཡིན་ན་ཡང་དེ་ཡི་དགོངས་པ་བཞེས་སྤྱན་འཕྲལ་དང་མ་འཕྲལ་ལ་རག་མ་ལས་པར་དུས་དང་རྣམ་པ་ཀུན་ཏུ་དེ་རང་གི་ཐོག་ལ་དགོངས་པ་བཞེས་ཀྱི་ཡིན་ན། དཔེར་ན་དེ་བཞིན་གཤེགས་པའི་གེ་དང་བྱིན་རླབས་དེ་རྣམས་ལ་འཇུག་གི་རེད་སྤྱན་རས་གཟིགས་ཀྱི་བྱིན་རླབས་ལ་འཇུག་གི་ཡོད་རེད་འཇམ་པའི་དབྱངས་ཀྱི་བྱིན་རླབས་ལ་འཇུག་གི་ཡོད་རེད་དེ་ཡིན་དུ་ང་ཚོ་ཆོས་བསྒྲུབ་ན་སྒྲུབ་སྟངས་ཤེས་དགོས་ཀྱི་རེད་ཟེར་ཡག་དེ་གནད་འགག་དེ་རེད། དེ་ཚང་མས་ཀྱི་ཐུགས་ལ་བཞག་རོགས་གནང། དེ་མ་གཏོགས་ད་དུས་ཚོད་རིང་པོ་ཞིག་འུ་ཞིག་ཅེས་ལོ་ཟླ་བ་ཞག་མང་པོ་ཞིག་ལ་ཡ་གཅིག་ཉམས་ལེན་བྱས་ཡིན་ཟེར་རྗེས་གྲུབ་འབྲས་ནི་ཞེ་དྲག་ཐོན་ཡ་མེད་ད་ནི་གང་འཚམ་ཅི་ལ་ཡ། ལྟ་བ་ལོག་ཡ་ཉེན་ཁ་འདུག་ད་ནི། སྤྱན་རས་གཟིགས་ལ་ཐུགས་རྗེ་མི་འདུག་འཇམ་པའི་དབྱངས་ལ་ཐུགས་རྗེ་མི་འདུག་ངས་གསོལ་བ་བཏབ་པ་ཡིན་གཅིག་བྱས་པ་ཡིན་ཅེས་པ་ཡིན་ཟེར་དེ་སོ་སོ་ཀྱི་ནུས་བར་དང། ཆོས་སྒྲུབ་དང་མ་ཤེས་པ་དེ་ཧ་མ་གོ་བར་བྱས། དེ་ནས་ཡུལ་དམ་པ་རྣམས་ལ་ཡང་སྐུར་འདེབས་ལོག་པར་ལྟ་བ་ལ་སོགས་པའི་དེ་འདྲ་གི་ལས་ཚ་པོ་བྱས་ས་ཡ་གི་ཉིན་ག་ཡོད་རེད་ད་དེ་ཚོ་བྲིས་ཏེ་ང་ཚོས་ཚོས་སོ་སོའི་བསམ་བློ་ཞིབ་འདང་བརྒྱབ་བྱས་ནས་ཐག་བཅད་ཡ་གི་ལས་ཀ་རེད་མ་གཏོགས་ཡིན་ནི་མ་བླ་མ་གཅིག་དང་དགེ་བའི་བཤེས་གཉེན་གཅིག་གི་གཅིག་གཅིག་རེད་ད་དེ་ལ་ཉིན་ག་ཡོད་རེད་ད་དེ་ལ་ཉེས་པ་ཡོད་རེད་ད་ཟེར་ནས་བཤད་བསྡད་པའི་ཀྱི་ང་ཚོ་ལ་ཐག་ཡ་ཡོད་མ་རེད་བ་དེ་འདྲ་ཡིན་ད་ཙམ་པ་ད་ཅིག་ང་རང་ཚོའི་སློབ་སྦྱོང་བྱེད་མཁན་སོ་སོ་རེད། ཉམས་ལེན་ཅན་གྱི་སོ་སོ་རེ་སྐྱོན་དང་ཡོན་ཏན་ག་རེ་འདུག་སོ་སོ་གྱི་རྣམ་དཔྱོད་ཀྱི་ཤེས་རབ་ཀྱི་འདུག་ཟེར་ལེ་ཉིན་དབྱེ་བ་ཕྱེ་ཤེས་ཡག་གི་ཤེས་རབ་ཀྱི་སོ་སོ་ལ་གོ་གི་ཡོད་རེད་ག་དུས་ཡིན་ན་ཡང་མི་གཅིག་གིས་གཅིག་ལབ་གི་འདུག་ཕ་ནད་གཅིག་གསུང་གི་འདུག་ཡ་ནད་གཅིག་གསུང་གི་འདུག་ཟེར་ཁོ་ན་ལ་ཡ་དེ་གཅིག་པུ་ལ་ཡ་བློས་བཀལ་ནས་ཉམས་ལེན་བྱེད་དགོས་ན་དཀའ་ལས་ཁག་པོ་རེད་དེ་འདྲ་ཡིན་དུས་སོ་སོ་གྱིས་ཡང་བསམ་བློ་བཏང་བྱས་ནས་ཉམས་ལེན་གྱི་ཐོག་ལ་བ་ག་ཚོད་འགྲོ་ཐུབ་པ་ཡིན་ན་དེ་ནས་ཕན་ཐོགས་དེ་དུས་ཚོད་ཐུང་ཐུང་གཅིག་གི་ནང་ལ་ཡང་གྲུབ་འབྲས་ཡག་པོ་ཐོན་གི་རེད། གྲུབ་འབྲས་ཐོན་ཡང་ཐོན་གི་རེད། ཐོན་ངེས་པ་རེད་དེ་ལ་ཡང་ཐེ་ཚོམ་ཡོད་མ་རེད་དེ་སོ་སོས་འཚམས་མ་མ་བཏང་ཉམས་ལེན་མ་བྱེད་ལག་ལེན་ལ་བཀལ་མ་ཐུབ་ན་དེ་ནི་ཆགས་པའི་རྩ་བ་ཆེན་པོ་རེད་སྐུ་རྩ་བ་ཆེན་པོ་རེད་ཉམས་ལེན་རྩ་བ་ཆེན་པོ་རེད་ཟེར་ག་ཚོད་བཤད་བསྡད་པ་ཡིན་ན་བཀའ་འགྱུར་རྩ་བ་ཆེན་པོ་རེད་ཟེར་བཤད་བསྡད་པ་ཡིན་ན་ཕན་གི་ཡོད་མ་རེད། བཀའ་འགྱུར་པོ་ཏི་དགུ་བཅུ་གོ་བརྒྱད་དེ་ཡ་གེ་བཞག་དེའི་ནང་ལོགས་ལ་ཉལ་བསྡད་པ་ཡིན་ན་ཡང་ཕན་ཐོགས་གང་གང་ཡོད་མ་རེད་སོ་སོ་ལ་བྱིན་རླབས་འཇུག་ཡ་གང་ཡང་ཡོད་མ་རེད་དེ་འདྲ་ཡིན་དུས་ད་བྱིན་རླབས་འཇུག་མ་འཇུག་ཟེར་ཡ་དེ་ཉམས་ལེན་བྱས་མ་བྱས་ལ་རག་ལས་ཀྱི་རེད་ཉམས་ལེན་བྱས་མ་བྱས་ཟེར་ཡ་དེ་རྐྱེན་ལ་རག་མ་ལས་བར་གྱི་དགོས་མཁོ་ཡོད་རེད་འདི་ནས་བྱང་ཆུབ་མ་ཐོབ་ཀྱི་བར་དུ་ཟེར་ན་རབ་རེད་དེ་ལྟར་མ་བྱུང་ན་ཡང་ཉམས་ལེན་ལ་བརྟན་པ་མ་ཐོབ་ཀྱི་བར་དུ་ངས་ད་ནས་སྒོ་གསུམ་དེ་མཐའ་མ་པ་ལ་བཞག་གི་མེད་ཉམས་ལེན་འདི་གི་ནང་ལ་ཡང་འགྲོ་གང་ཐུབ་ཅི་ཐུབ་གང་ཐུབ་ཅི་ཆོག། གང་ནུས་ཅི་ནུས་ཅིག་དེ་ང་རང་བྱེད་ཀྱི་ཡིན་ཟེར་ནས་བསམ་བློ་དང་དམ་བཅའ་བྱས། དེ་ནི་དངོས་གཞིའི་ཉམས་ལེན་གྱི་སྐབས་སུ་ཡིན་ན་རྐྱེན་གཅིག་འཕྲད་ཡོད་འདུག་དཔེར་ན་ཕར་ཟིན་དུ་ཁོང་ཁྲོ་སླང་མཁན་གྱི་ཅིག་རྐྱེན་འདྲ་བོ་ཅིག་དང་ཅིག་མིག་ལོག་ལྟ་ཡ་ཡིན་ན་རེད་ཚིག་ངན་པ་བཤད་ཡ་ཡིན་ན་རེད་འོ་དེ་འདྲའི་བསམ་པ་འགྱུར་བར་ངན་པ་བྱེད་མཁན་ཞིག་ཡོད་པ་ཡིན་ན་ཡང་འོ་ད་འདི་ངས་བྱང་ཆུབ་སྒྲུབ་པ་དང་ཐར་པ་སྒྲུབ་པའི་གྱི་རྐྱེན་བཟང་པོ་ཅིག་ཡིན་པ་སེམས་པའི་བསམ་བློ་བཏང་བྱས་ནས་འོ་དེ་འདྲའི་སྐབས་སུ་ད་ང་ཚོ་གཟབ་གཟབ་བྱེད་དགོས་ཀྱི་རེད་འདི་ལ་ཡ་ངས་ཀྱི་ཉམས་ལེན་འདི་སྤུངས་མ་ཐུབ་ན། དེ་ནས་ཆོས་ཁ་ཕོ་ཆེན་པོ་དེ་གས་གང་ཡང་ཕན་མ་སོང། བླ་མ་མང་པོ་བསྟེན་ཡིན་ཟེར་ཕན་མ་སོང། རང་བ་གདམས་ངག་མང་པོ་ཞུས་ཡིན་ཟེར་ན་ཕན་མ་སོང་ད། འདི་འདྲའི་གཅིག་གི་བཀའ་ལ་ཡ། གནད་འགག་སྤུངས་ས་དེ་འདི་ལ་ཐུག་བཞག་ད་ངས་ཉམས་ལེན་བྱེད་ཀྱི་ཡིན་ཟེར་ནས། སྟོད་གོ་ཅན་དེ་སོ་སོའི་ལམ་དུ་ཁྱེར་ཐུབ་ན། དེ་ནས་གོམས་པ། ཐེངས་གཅིག་གོམས་གཉིས་གོམས་གསུམ་གོ་ག་ལི་ག་ལི་ལ་ཕྱིན་ཅི་ལོག་པའི་གི་གོམས་པ་དེ་མ། མ། སྲབ་ཏུ་སྲབ་ཏུ་ཉུང་དུ་ཉུང་དུ་འགྲོ། ཡང་དག་པའི་གི་གོམས་པ་དེ་ཡང་ཇེ་མཐོ་ཇེ་མཐོ་ལ་འགྲོ་ཡོང་དུས། དེ་ལ་བརྟེན་ནས་རང་གིས་རང་སྐྱོབས་ཐུབ་ཡོད་ལ་ད། མ་འོངས་པ་ལ་སོ་སོས་སྐྱོབས་དགོས་ཁུལ་མ་གཏོགས་གཞན་སུས་སྐྱབས་ཁུལ་མ་རུང་བ། སྐྱོབས་མཁན་དེ་ག་ངལ་ནས་ཆོད་ལ་ཐར་བའི་ཐབས་སྟོན་གྱི་ཐར་བ་རང་ལ་རག་ལས་འདུག་བ། རང་ལ་རག་ལས་ཟེར་ཏེ་སོ་སོས་བྱེད་དགོས་ཡོད་རེད། སོ་སོས་སྐྱོབས་དགོས་ཡོད་རེད་བདག་ཉིད་བདག་གི་མགོན་ཡང་ཡིན་བདག་ཉིད་བདག་གི་དགྲ་ཡང་ཡིན་ལེགས་རང་ཉེས་པར་བཤད་པ་ལ་བདག་ཉིད་བདག་གི་དཔང་པོ་ཡིན་ཟེར་ནས་སོང་བ་ན་ད་གི་ད་སོ་སོ་རེད། དེ་བྱས་ཡག་ན་དང་པོ་སློབ་སྦྱོང་བྱས་ཉམས་ལེན་བྱས་ད་དེ་ཚོ་འདྲ་འདྲ་བྱེད་པ་གལ་ཆེན་པོ་རེད་ང་ཚོ་ཆོས་པ་ཟེར་མཁན་དེ་ལ་བལྟས་ཚེ་ཅི་སྐྱོན་ཅི་ཡོད་རེད་གར་ས་ན་ཆོས་པ་ཡིན་ཟེར་ལབ་པ་ཡིན་ན་ཡང་ཕྲག་དོག་ནི་སླེབས་བསྡད་ཀྱི་འདུག་འདུག་བ་ཕྲག་དོག་ཡོང་གི་རེད་དཔེར་ན་ཚངས་པ་འདྲ་བོ་ཡིན་ན་ཚངས་པ་ཕན་ཚུན་ལ་གཅིག་གི་གཅིག་ལ་ཕྲག་དོག་མང་པོ་འདུག་བ་དེ་ཡོད་རེད་ད་ནས་ཅིག་ཏག་སུ་ཡིན་ན་ཡང་དཔེ་ཆ་བ་ཡིན་ན་ཡང་ཅིག་ང་ལས་ཁོ་དཔེ་ཆ་ལྟས་ཁེལ་བ་རེད་ཟེར་ན་ཡང་ཕྲག་དོག་དེ་ཚོ་མ་སླེབས་ཟེར་ན་ཡང་ད་བི་བི་བི་བི་བི་བྱེད་ཀྱི་ཡོད་རེད་ད། འོ་དེ་འདྲ་རེད་དོ། དེ་ནས་བིས་བིས་རེད་ད། ཡང་དེ་འདྲ་ཞིག་མ་བྱུང་ན་ཡང་ཐུགས་ཕམ་འགྲོ་འོང་བསམ། འོ་ཐུགས། འོ་ཐུགས་སུ་རེད། འོ་ཐུགས་སུ་ཡོང་གི་ཡོད་རེད་ད། འོ་དེ་ནས་ཅིག་གིས་འཚམས་པ་ཡིན་ན་དེ་རེད། ལོ་གསུམ་ཕྱོགས་གསུམ་ཡིན་ན་འདྲ་ལོ་དྲུག་བཞུགས་གི་ཡོད་ན་འདྲ་ཕར་ཟད་ལ་ཡང་ལོ་དྲུག་བསྡད་ཀྱི་འདུག་ཟེར་ན་ཡང་ང་ལོ་བདུན་བསྡད་དགོས་མེད་འགྲོ་ཟེར་བ་དང་འདྲ་བ་ཡོང་གི་རེད་བ། དེ་རེད་བ། དེ་ནས་ཕར་ཟད་ལ་སྦྱིན་བདག་དྲུག་འདུག་ཟེར་ན་ང་ལ་སྦྱིན་བདག་བདུན་བཙལ་དགོས་མེད་འགྲོ་བསམ་ས་འདྲ་བོ་ད་ཅིག་ཡོང་བསྡད་ཀྱི་ཡོད་རེད། འོ་དེ་འདྲ་སེམས་ཡང་སྐྱོན་ཡོད་རེད་ལ་མེད་ཟེར་ན་ཡང་ཏན་ཏན་ཡོང་གི་རེད་དེས་ན་དེ་ལ་སྐྱོན་ཡོད་མ་རེད་སེམས་ཀྱི་དྲི་མར་བཞུར་བ་ལ་སངས་རྒྱས་རྣམས་ཀྱིས་སྨོས་མེད་མཛད་ཟེར་རེད་དེ་ལ་བྱས་པ་གང་ཡིན་ན་ཡང་སོ་སོ་སོ་སོ་གི་དེ་ལས་ཡག་འཇུག་འགྱུར་བ་དང་ག་ཚོད་ཡིན་ན་དེ་བྱེད་ཀྱི་ཡིན་ན་ཡག་པོ་འདུག་བ་འོ་དེ་ངས་གཙོ་བོ་དེ་ང་ཚོ་འཇིག་རྟེན་པ་ལ་ཟེར་གྱི་ཡོད་རེད་འདུག་བ་གཅིག་དེ་ཚོ་ཡིན་ན་ང་ཚོ་གཅིག་རྗེས་ལྟར་བགྲོ་གླེང་བྱས་ཡག་ནི་བྱས་ར་གལ་ཆེན་པོ་རེད་དེ་འདྲ་ཡིན་དུས་གཅིག་ད་དུས་རྣམ་པ་ཀུན་ཏུ་གང་ལྟར་སེམས་དེ་རྣམ་གཡེང་གི་དབང་དུ་མ་འགྲོ་བ་བྱས་ཡག་ནི་ཞེ་དྲག་གལ་ཆེན་པོ་རེད་ད་དེ་རེད། ང་ཚོ་སྐྱོན་ཆེ་ཤོས་དེ་རྣམ་གཡེང་རེད། ག་དུས་ཡིན་ན་གཡེང་འགྲོ་གི་འདུག་ག་ག་དུས་ཅིག་འདོན་པ་ཡིན་ན་གཡེང་འགྲོ་གི་འདུག་ཐུན་ཅིག་བཏང་པ་ཡིན་ན་ཡང་སེམས་གཡེང་འགྲོ་གི་འདུག་དེ་ནས་ཁ་ཤས་ད་བདུན་ཕྲག་གཉིས་ཚར་གསུམ་ཚར་དེ་འདྲ་དེ་མཚམས་འདེགས་ཡིན་ཟེར་ནས་ཁ་ག་བ་ཡིན་ན་ཅིག་ད་ཕེབས་ཀྱི་ཡོད་རེད་དེ་ཡིན་ན་ཡང་སྐུ་གཟུགས་དེ་ཡར་མཚམས་ན་བཞུགས་པ་རེད་མ་གཏོགས་སེམས་པ་དེ་གྲོང་ཁྱེར་ནང་ལ་འདུག་སེ་སྐོར་བརྒྱབ་འགྲོ་དེ་ཡིན་མང་པོ་ཡོད་རེད་ད་རེད་འདུག་ག་ས་གཉིས་མཚམས་གྲོལ་ཡིན་པའི་སྐབས་སུ་ལ་ལས་ཀ་ཚང་མ་གྲ་སྒྲིག་ཚར་བ་ཡིན་རེད་མང་པོ་ཡོད་རེད།

དེ་མ་གཏོགས་དཔེ་ཆ་ཁོ་རང་ཟ་བའི་ཁང་ཡོག་མ་རེད་སྣག་ཚ་ནི་སྣག་ཚ་རེད་ཤུག་གུ་ནི་ཤུག་གུ་རེད་ཡི་གེ་ནི་ཡི་གེ་རེད་ཟ་བའི་ཁང་མི་འདུག་བ་ད་ཟབ་མ་ཟབ་ཟེར་ཡ་དེ་གི་ནང་དོན་དེ་སེམས་ལ་བཞག་ཡོང་དུས་ཕྱིན་ཅི་ལོག་པའི་སྐུ་མདོག་དེ་ཚོ་དྲི་དེ་མ་དམར་རུ་དམར་རུ་འགྲོ་བྱམས་དང་སྙིང་རྗེ་དད་པ་མོ་གུས་བདག་མེད་པ་རྟོགས་པའི་ཤེས་རབ་དེ་ཚོ་དྲི་ཡག་ཆེ་ཐོ་ཆེ་ཚོ་ལ་ཡང་འགྲོ་ཡོང་ནས་གཅིག་གི་བློ་རྒྱུས་ལས་སུ་རུང་བ་ཅིག་ཆགས་པ་ཡིན་ན་འོ་ཆོས་དེ་ཟབ་པོ་ཡོད་པའི་རྟགས་རེད་རེད་འདུག་བ་ཟབ་པོ་ཟེར་ཡ་དེ་ཉམས་མྱོང་གི་ཐོག་ནས་འགྲོ་གི་ཡོད་མ་གཏོགས་དཔེ་ཆ་ནང་ན་ཟབ་མ་ཟབ་སྐད་ཆ་མ་རེད་ཉམས་སུ་མྱོང་ན། ལ་གནས་དེ་གི་བྱེད་ལས་དེར་སོ་སོའི་གི་རྒྱུད་ཐོག་ལ་ཡང་སྤུངས་ཐུབ། དེ་ནི་རྒྱུད་ལ་ཡང་རྒྱུད་འདུར་ཐུབ་ན་ཆོས་དེ་ཟབ་པོ་ཡོད་པའི་རྟགས་རེད། ག་ཚོད་ཅིག་ཉམས་ལེན་བྱས་ག་ཚོད་ཅིག་སློབ་སྦྱོང་བྱས་ན་ཡང་སེམས་དེ་སྡང་འཛིང་དེ་ཅོང་ཧྲིག་གེ་བསྡད་བསྡད་པ་ཡིན་ན་ཆོས་དེ་མ་ཟབ་པའི་རྟགས་རེད། དེ་འདྲ་ཡིན་དུས་ཟབ་མ་ཟབ་ཟེར་ཡ་དེ་དཔེ་ཆ་ཁོ་རང་གི་ངོ་ཐོག་ལ་ཟབ་མ་ཟབ་དང་གདམས་ངག་ཁོ་རང་གི་ངོ་ཐོག་ལ་ཟབ་མ་ཟབ་སྐད་ཆ་མ་ཡིན་པ་གདམས་ངག་དེ་ཉམས་སུ་ལེན་ཡོང་དུས་དེ་གི་བྱེད་ལས་དེ་རྒྱུད་ལ་ཡང་སྨིན་མ་སྨིན་ལ་བལྟས་ནས་ཟབ་མ་ཟབ་འགྲོ་གི་འདུག། ད་དཔེ་ཆར་གོ་བ་དེ་རང་རེད་ཉམས་ལེན་གྱི་རིམ་པ་དེ་རེད་དེ་ལྟར་ཐུགས་ལ་བཞག་པར་ཞུ་ཞེས་བཀའ་དྲིན་ཆེ། དེ་ལྟར་ཆོས་བཤེས་གཉེན་དགྱེས་པའི་དགེ་བའི་རྩ་བ་རྣམས་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་བསྔོ་བ་དང་སྨོན་ལམ་གྱིས་རྒྱས་འདེབས་ལྷན་ཅིག་ཏུ་སོང་པ་ཨ་ཅིག་ཤོད་དགོངས་དག་གུང་གསེང་འདི་ད་དུང་ཉི་མ་ཁ་ཤས་ཀྱི་གུང་གསེང་མེད་པ་ཞིག་ཡིན། དགོངས་འགལ་མེད་པར་ཞུ། ཡང་ཁ་ཤས་ཀྱིས་ད་ཉི་མ་བཅུ་ཕྱིན་སོང་ག་འདྲ་ཡིན་ནའང་འདྲ་བ་དགོངས་སྲིད་ཀྱི་རེད་བ། དེ་ཡིན་དུ་དེ་དེ་ལ་དཀའ་ངལ་ཞེ་དྲག་མི་འདུག་ཁ་ཟས་དེང་སང་གནམ་གཤིས་གྲང་མོ་རེད་བ། དེ་དབྱར་ཁ་འདྲ་བོ་ཡིན་ན་ནི་ཆུ་སྐྱེས་རྒྱ་ཁ་འགྲོ་ས་ཡ་རེད་བ་ད་ཅིག་གཟུགས་པོ་སྤྲོ་ག་འགྲོ་ས་ཡ་ཅིག་མང་པོ་ཡོད་ད་དེང་སང་གནམ་གཤིས་གྲང་མོ་ཡིན་པའི་སྐབས་སོགས་ལ་ང་ཚོ་གུར་ནང་ལ་གཅིག་པོ་འདུག་བ། དེ་ཡིན་དུ་ཉི་མ་གྲང་པོ་ཤར་ཡོད་འདུག་དེ་ཡིན་དུ། ད་རུང་ཉི་མ་ཁ་ཤས་ཅིག་དེ་བཞིན་མ་ཡང་ཕ་ཕ་ཕ་ཕ་ཞེས་ན་འཇང་འགྲོ་གི་འདུག་དེ་ང་རང་ཡང་གཟུགས་པོ་ཐང་པོ་རང་མེད་འདྲ་དྲང་པོ་ཞུས་པ་ཡིན་ན། ཅེས་ཁ་ཚ་ཁེ་ཉེར་བསྡད་པ་ལ་ཕལ་ཆེར་ཉི་མ་གཅིག་ཙམ་མཚམས་བཞག་གོ་མེད་གོ་བསམ་པའི་དེ་འདྲའི་གི་གནད་ཀ་ཡང་ཆགས་སོང་ང་རང་ལ་ཡང་ཅེ་སྙིང་རླུང་གི་ན་ཚ་ཤུགས་ཆེན་པོ་ཅིག་ཡོད་རེད། ཁྲག་རླུང་གི་ན་ཚ་ཞིག་དེ་འདྲའི་གི་རྐྱེན་ཡོད་དུས་ཅིག་ད་ལྟ་ཡང་ཨོ་ཙི་འདུག་ཨོ་ཙི་ཡོད་པའི་སྐབས་དེ་ལ་ཤུགས་རྒྱབ་བཞག་ན་ཡག་ཤོས་རེད་བ། དེ་སང་ཉིན་ཉལ་སེ་ན་ལྷུང་ཚར་སོང་ན་དགོངས་དག་ཞུ་ཡ་ཡིན་དེ་ནས་གུང་སེང་ཕེབས་རོགས་གནང་དེ་དུས་ཨོ་ཨོ་ཙི་ཟེར་ཏེ་དེ་མ་གཏོགས་ད་ལྟ་ཉི་མ་ཁ་ཤས་ཅིག།